ང་ཅག་གངས་ཅན་པ་རྣམས་ཀྱིས་སྐྱབས་མགོན་ཡེ་ཤུ་ནོར་བུ་ཞེ་ཚིག་གཟེངས་རྟགས་ཕུལ་འདི་ལོ་ངོ་ཉིས་རྩ་བརྒྱད་འཁོར་བའི་སྐོར། ང་ཚོ་མ་སུ་རི་བོད་ཁྱིམ་དུ་ལོ་དེའི་ནང་རེ་ས་སྤེན་པའི་ཚོགས་ཐེངས་དྲུག་པ་དང་བདུན་པར་སློབ་ཕྲུག་རྣམས་ཀྱིས་བྱེད་སྒོ་ཁག་གི་གྲུབ་འབྲས་འགྲེམས་སྟོན་གནང་བའི་སྐོར། ང་ཚོ་མ་སུ་རི་བོད་ཁྱིམ་གྱི་ལས་བྱེད་བགྲེས་ཡོལ་ཕེབས་མཁན་རྣམས་ལ་སུས་བྱ་སྟོན་མོ་བཤམས་པའི་སྐོར། ང་ཚོ་མ་སུ་རི་བོད་ཁྱིམ་གྱི་ལོ་འཁོར་ཡིག་རྒྱུགས་ཆེན་མོའི་སྐོར། ང་ཅག་གངས་ཅན་པ་རྣམས་ཀྱིས་སྐྱབས་མགོན་ཡེ་ཤུ་ནོར་བུ་ཞེ་ཚིག་གཟེངས་རྟགས་ཕུལ་འདི་ལོ་ངོ་ཉིས་རྩ་བརྒྱད་འཁོར་བའི་སྐོར། ལུང་མ་བསྟན་འཛིན་ཆོས་སྒྲོན་ལགས་ཀྱིས་གསུངས་པ་གསན་བསུ་ཡོང་བ་ཞུ། ང་ཅག་བོད་གངས་ཅན་མི་རྣམས་ཀྱི་ཚེ་འདི་སྤྱིའི་སྐྱབས་མགོན་འཛམ་གླིང་ཞི་བདེའི་དེད་དཔོན་འཕགས་མཆོག་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་སྐྱབས་མགོན་རྒྱལ་ཡུལ་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ལ་ནོ་བེལ་ཞི་བའི་གཟེངས་རྟགས་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱི་དགུའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུའི་ཉིན་འཛམ་གླིང་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་དཔལ་དང་གཟི་བརྗིད་མངོན་པར་མཐོ་བའི་ཐོག་ང་ཅག་ཁ་བ་ཅན་རྣམས་ཀྱིས་ལྟ་བའི་མིག་དང་ཁོག་པའི་སྙིང་སྐྱབས་རྒྱུད་ཡེ་ཤེས་ནོར་བུར། སྤྱིར་འཛམ་གླིང་ཞི་བདེ་དང་ཡང་སྒོས་བོད་མི་རིགས་ཀྱི་འཐབ་རྩོད་བདེན་པ་དང་ཞི་བའི་ཐོག་ནས་གནང་བ་ལ་བརྟེན་ནས་ནོ་བེལ་ཞི་བའི་གཟེངས་རྟགས་དེ་ཕུལ་གནང་མཛད་པའི་སྐལ་བཟང་གི་ཉིན་མོ་དེ་བཞིན། ང་ཚོ་མི་སུ་རེ་བོད་ཁྱིམ་དུ་ཞོགས་པའི་ཕྱག་ཚོད་བདུན་དང་ཕྱེད་ཀ་ཙམ་ལ་རི་བོ་དང་ལར་བཀྲ་ཤིས་བསང་གསོལ་ཕུལ་བ་དང་དེ་རྗེས་ང་ཚོ་མི་སུ་རེ་བོད་ཁྱིམ་གྱི་ཁྱིམ་མཚེས་སློབ་གྲྭའི་དུ་གུ་ཐང་དུ་སློབ་ཁྱིམ་གཉིས་ཀྱི་དགེ་ལས་སློབ་ཕྲུག་རྣམས་དང་ས་གནས་མི་མང་བཅས་པའི་དགའ་དད་སྤྲོ་གསུམ་གྱིས་སྐྱབས་འགྱུར་ཡིད་བཞིན་ནོར་བུའི་སྐུ་པར་མཐོང་གྲོལ་རིན་པོ་ཆེ་བཞུགས་ཁྲིར་གདན་དྲངས་ནས་དེར་འཛོམས་ཚང་མས་མཇལ་ཁ་ཞུས་སོང། དེ་རྗེས་རང་ཞུའི་ཤེས་རིག་ལས་ཁུངས་ནས་ཞབས་ཕྱི་གནང་ནས་ལོ་ངོ་ཉི་ཤུ་ཆ་ལྔ་འཁོར་བའི་ང་ཚོ་མ་སུ་རི་བོད་ཁྱིམ་གྱི་ལས་བྱེད་དགེ་ལ་ལེགས་སྐྱེས་སུ་དཀར་གཙང་མཇལ་དར་དང་ཞལ་ཐང་གསོལ་སྩལ་གནང་སོང། དེ་བཞིན་ང་ཚོ་མ་སུ་རི་བོད་ཁྱིམ་གྱི་སྤྱི་ཁྱབ་རྒན་བདག་བསྟན་དགའ་ལགས་དང་སྒྲོལ་དགའ་ལྷ་མོ་གཉིས་ལ་བུ་ཡག་ཤོས་དང་བུ་མོ་ཡག་ཤོས་ཀྱི་ཕྱག་འཁྱེར་གནང་སོང། དེ་ནས་ང་ཚོ་མ་སུ་རི་བོད་ཁྱིམ་གྱི་སྐུ་ངོ་དྲུང་ཆེ་མཆོག་གིས་མཇུག་བསྡོམས་བཀའ་སློབ་སྙིང་པོར། ང་ཚོས་སྐྱབས་འགྱུར་ཡེ་ཤུའི་ནོར་བུའི་བཀའ་སློབ་སྙིང་བཅངས་ཀྱིས་འགྲོ་བ་སེམས་ཅན་ཡོངས་ལ་ཕན་བདེ་བསྐྲུན་ཐབས་བྱེད་དགོས་ཞེས་གསུངས་སོང། དེ་རྗེས་གཞས་སྣ་འཁྲབ་སྟོན་གནང་ནས་དེར་ཚོམས་ཚང་མས་དགའ་སྤྲོ་འབུམ་གྱིས་མྱོས་ནས་གནས་སོང་ཅེས་ཐུགས་རྗེ་གནང། ང་ཚོ་མ་སི་རི་བོད་ཁྱིམ་གྱིས་ལོ་དེའི་ནང་རེས་གཟའ་སྤེན་པའི་ཚོགས་ཐུན་དྲུག་པ་དང་བདུན་པ་སློབ་ཕྲུག་རྣམས་ཀྱིས་བྱེད་སྒོ་ཁག་གི་གྲུབ་འབྲས་འགྲེམས་སྟོན་གནང་བའི་སྐོར་སློབ་བུ་བསྟན་འཛིན་ནོར་བཟང་ལགས་ཀྱིས་གསུངས་པ་གསན་གཟིགས་ཡོང་བ་ཞུ། ཕྱི་ཟླ་བཅུ་གཉིས་ཀྱི་ཚེས་གཅིག་ལ་ང་ཚོ་མ་སི་རི་བོད་ཁྱིམ་ལ་ལོ་དེའི་ནང་རེ་ས་སྤེན་པ་གང་ཡིན་ལ་ཚོགས་ཐེངས་དྲུག་པ་དང་བདུན་པ་གཉིས་སློབ་ཕྲུག་རྣམས་རང་རང་གི་འདོད་མོས་ལྟར། བྱེད་སྒོ་མང་པོ་ཞིག་ལ་བགོས་ནས་ཁ་ཤས་རོལ་ཆ་སྦྱོང་བ་དང་ཁ་ཤས་བཟོ་རིག་གི་སྒྱུ་རྩལ་ལ་སྦྱང་བ། ཁ་ཤས་ལྷ་མོའི་རྣམ་ཐར་དང་དེ་ཤེས་དེ་བཞིན་ཁ་ཤས། པར་ལེན་བྱེད་རྒྱུའི་སྒྱུ་རྩལ་ལ་སྦྱང་བ་སོགས་ཤེས་བྱ་སྣ་ཚོགས་ལ་གང་སྦྱང་བ་ལྟར། འདི་ཉིན། སློབ་ཕྲུག་རྣམས་ཀྱིས་སྦྱང་བའི་གྲུབ་འབྲས་གང་བྱུང་གི་འགྲེམས་སྟོན་གནང་སོང་ལ། དེ་སྐོར་ལ་གསན་གཟིགས་ཡོང་བ་ཞུ། ང་ཚོ་མ་སུ་རི་བོད་ཁྱིམ་གྱི་ལས་བྱེད་བགྲེས་ཡོལ་ཕེབས་མཁན་རྣམས་ལ་གསོལ་ཇ་སྟོན་མོ་བཤམས་པའི་སྐོར་སློབ་མ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གསུངས་པ་གསན་གཟིགས་ཡོང་བ་ཞུ། ཕྱི་ལོ་ཉིས་སྟོང་བཅུ་བདུན་ཕྱི་ཟླ་བཅུ་གཉིས་ཚེས་བཞིའི་ཉིན་གྱི་ཕྱི་དྲོ་ང་ཚོ་མ་སུ་རི་བོད་ཁྱིམ་གྱི་ཚེ་རིང་འབྲེལ་མོལ་ཚོགས་ཁང་ཆེན་མོའི་ནང་མི་རིགས་ཤིག་གི་གསོན་རྩའི་དོན་ལ་རང་ཉིད་ལང་ཚོའི་མེ་ཏོག་གི་མཛེས་སྡུག་དེ་མ་ཉམས་བར་དུ་ལེགས་རེས་སུ་ཕུལ་ནས་ད་ཆ་མཛེས་སྡུག་དེ་ཡོངས་སུ་ཉམས་པའི་སྐབས་དེར་བགྲེས་ཡོལ་ལ་ཕེབས་པའི་བཀའ་དྲིན་ཆེ་བའི་བྱེད་སོང་རྣམས་ལ་ནམ་རྒྱུན་ནད་གསོས་ཚང་ཡོད་པ་ལྟར། གསོལ་ཇའི་སྟེང་མོ་ཞིག་དང་ཐུགས་རྗེ་ལེགས་འབུལ་གྱི་སྐར་ཚང་བྱེ་བདག་སོགས་ཕུལ་སོང། དེ་རྗེས་སྐུ་ངོ་འབྱུང་གཅིག་མཆོག་གིས་སྤྱིར་ཚོགས་པ་ཞིག་གི་ནང་དུ་མི་ཚེ་ཞིག་ཞབས་ཞུ་གནང་ནས་མཐར་བགྲེས་ཡོལ་ལ་ཕེབས་པ་དེ་སྐལ་པ་བཟང་པོ་ཞིག་རེད་ལ་དམིགས་བསལ་དུ་ཚོགས་པ་དེ་འདྲ་ཞིག་གི་ནང་དུ་ཞབས་ཞུའི་མཐའ་འཁྱོལ་གནང་བ་དེ་སྐལ་པ་བཟང་པོ་རེད་ལ་གཟི་བརྗེད་ཀྱང་རེད་ཞེས་གསུངས་སོང་ཐུགས་ཆེ་གནང། ཡ་ཡ་འོ།
ད་སྐབས་ལ་དེ་འདྲ་རེད་ང།

ང་རས་སླབ་གྲྭ་སྤུ་གུ་ཐོན་རྒྱུ་ད་ལྟ་གེ་ངས་བྱེད་བཞིན་མི་རེད་ཁོང་ཚོ་ལས་སླབ་གསར་དུ་ཁ་རྒྱབ་ཡོད་དཀའ་ལས་རྒྱག་དགོས་འདུག་དཀའ་ལས་རྒྱབ་མཐོ་གྱོན་མི་འདུག་དཀའ་ལས་མ་རྒྱབ་གྱོན་ནས་འབྲས་བུ་སྨིན་མི་འདུག་གཙོ་བོ་ཆེ་ཤོས་དཀའ་ལས་དགོས་འདུག་དཀའ་ལས་དང་སེམས་ཤུགས་དེ་ཆེན་པོ་དགོས་འདུག་ཟེར་བ་དེ་ཡིན། སུན་སྣང།
ལོ་ལོས། ད་ངས་ཞུ་བའི་རྗེས་མི་འདང་ང་ཚོ་ཁ་སོ་ར་བོད་ཁྱིམ་གྱི་ནི་རང་ལས་ཀ་འདི་ད་ལོ་ཉི་ཤུ་རྩ་གཅིག་ལྷག་ཙམ་བྱས་བར་བ་འདིའི་ནང་ལ་ད་ལྟ་སྤུ་དོག་ལ་བེད་དེ་ག་ལ་ཉི་མ་གཅིག་ལ་བལྟས་བ་ནས་ཤིག་དགའ་དགའ་སྤྲོ་སྤྲོ་ངང་ནས་སོ་སོ་ཡོ་བྱད་བྱེད་ཤོས་བྱུང་སོ

ཕྱི་ལོ་ཉིས་སྟོང་བཅུ་བདུན་ཕྱི་ཟླ་བཅུ་གཉིས་ཚེས་བཅུ་གཅིག་ཉིན་ང་ཚོ་མུ་སི་རི་བོད་ཁྱིམ་གྱིས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ལོ་འཁོར་ཡིག་སྒྱུར་ཆེན་མོ་དབུ་འཛུགས་ཞུས་སོང་སློབ་ཕྲུག་རྣམས་ཀྱིས་དགུན་དུས་ཀྱི་གྲང་ངར་འདི་ནང་དཀའ་ལས་གང་བརྒྱབ་པ་རྣམས་དམག་མིའི་དམག་ལ་ཐོན་པ་ལྟར་གང་ཅིར་གྲ་སྒྲིག་ཧ་ཅང་ལེགས་པོ་གནང་ནས་ཡིག་རྩལ་གཏོང་བར་ཐོན་འགྲོའི་འདུག་ཡིག་རྩལ་གྲུབ་ནས་ལོག་ཡོང་དུས་གཡུལ་ལས་རྣམ་པར་རྒྱལ་བ་ལྟར་རྣམ་པ་སྟོན་གྱི་འདུག་འོན་ཀྱང་དངོས་སུ་གྲུབ་འབྲས་གང་འདྲ་ཞིག་ཐོན་མིན་ནི་ལྐོག་ཏུ་གྱུར་བའི་གནས་ཚུལ་ཞིག་རེད་མདོར་ན་སློབ་ཕྲུག་རྣམས་ཀྱིས་ཡིག་རྩལ་རེ་རེ་ཚར་དུས་དགུན་ཁའི་གུང་གསེང་དེ་ཐག་ཇེ་ཉེར་དུ་འགྲོ་ཡི་ཡོད་ཙང་རང་ཉིད་ཀྱི་ཕ་མ་སྤུན་མཆེད་རྣམས་ཐུགས་བདེ་ཆེ་བ་དང། ད་དུང་སྒྲིག་གཞི་མང་པོ་ཞིག་ནས་གནས་སྐབས་རིགས་ཐག་པ་བཀྲལ་བ་བཞིན་ཡོང་གི་ཡོད་ཙང་དགའ་སྣང་ཆེན་པོ་བྱས་འདུག་ཅེས་ཐུགས་ཞིབ་གནང། གསར་འགྱུར་སེམས་ཅན་གནང་མཁན་རྣམ་པ་ཡོངས་ལ་ཁམས་བཟང། ཕྱི་ལོ་ཉིས་སྟོང་བཅུ་དགུའི་ཕྱི་ཟླ་བཅུ་གཉིས་ཚེས་བཅོ་བརྒྱད་ཉིན་གྱི་ཉིན་མོ་དེར་ང་ཚོ་མ་སི་རི་བོད་ཁྱིམ་གྱི་རྩེ་ཡོངས་སུ་གྲུབ་པ་དང་ད་རེས་ཉིན་མོ་དེར་སློབ་ཕྲུག་རྣམས་གུང་སེང་མ་འབྱོར་ངན་གྱི་དེབ་རྩིས་རིས་བཅད་བཟའ་བཅད་བྱེད་པའི་སྐབས་དེར་ཁྱེད་རྣམས་ཀྱི་སེམས་གསོ་ཡོང་བ་ཞུ།